དགེ་བའི་ཆོས། ད་ཅིག་ལུས་ངག་ཡིད་གསུམ་གྱི་སྒོ་ནས་དགེ་བ་བསྒྲུབ། ཡང་དག་དེ་འདྲའི་སྐབས་དུ་ལ་ཡང་ཅིག། ལུས་ལ་ཆགས་ནས་དེ་འདྲས་ཀྱི་ཡང་བར་ཆད་ཞིག་ཡོང་གི་ཡོད་པ་ཡིན་དུས། ད་ལུས་ཀྱི་ཉེས་དམིགས་བཤད་ཀྱི་ཡོད་རེད། ད་ལུས་ལ་ཡང་ཅིག་ང་ཡི་ལུས་ཅན་བཞི་པོ་ཅིག་ཡང་ཅིག་གཅེས་པོ་བྱས་ནས་དེ་འདྲས་ཡོང་དེ་འདིའི་ཡང་མཐར་ལྷུང་བས་ད་ལུས་ལ་སྲུང་སྐྱོབ་བྱེད་དགོས་སྐོར་བ།

ག་ས་དང་ལུས་ཀྱི་ལུས་ལ་ཞེན་ཆགས་སྐྱེ་བ་དེ་ནི་ལྡོག་ལྐུགས་རེད། ལུས་འདི་ག་ས་མི་ཡི་གྲུ་ལ་བརྟེན་ནས་སྡུག་བསྔལ་ཆུ་བོ་ཆེ་ལས་གྲོལ་སོང་བ་ནང་བཞིན་གྱི་ལུས་འདི་ནི་བསྲུང་ལྐུགས་རེད། རུས་པ་སྲུང་དུ་ཅི་ཞིག་རུང། ད་ཞེན་ཆགས་དེ་ཕར་ལྡོག་ཡག་དོན་དག་ལ། ཐོག་མར་ལྤགས་པའི་རིམ་པ་འདི་རང་གི་བློ་ཡི་ཐ་དད་ཆེ། ཤ་ཡང་རུས་པའི་དྲ་བ་ལས་ཤེས་རབ་མཚོན་གྱི་ཁུལ་དུ་ཆེ། རུས་པ་རྣམས་ཀྱང་དབྱེ་བྱས་ནས་རྐང་གི་བར་དུ་བརྟག་བྱ་ཞིང་འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། དང། ས་གཞི་ཀེང་རུས་གང་བ་བསྒོམ་པའི་ཏིང་ངེ་འཛིན་བསལ་དེ་འདྲའི་གསུང་གོ་དུ་བ་ཆགས་པའི་གཉེན་པོ་ལ་ཡང། ས་ད་ག་ནི་བཞིན་རང་གི་ལུས་ཀྱི། ལུས་ཀྱི་པའི། རྫས་བུ། ཡིད་དུ་འོང་བ། ག་འདྲི་བྱེད་པ་ཡིན་ན་ཡང། ཀོ། པགས་པ་དེ་བག་ཕྱེ། དེ་ནས་པའི་ཤ་དེ་ཡི་དེ་ཤ་རྒྱུས་དེ་ཡི་དེ་བག་ཟན། བག་ཕྱེ།

ལུས་འདི་ལུས་ཁོ་རའི་བབས་ནས་འདུག་བསྩལ་བས་ཡིན་ན། སྐྱག་ཆིངས་བཟོ་ཡག་གི་འཕྲུལ་འཁོར་སོགས་ཆགས་འདུག་ག། སྟོབས་ཆེན་ཟ་དེ་དེ་མཐར་སྤྱི་བོ་ལ་འགྲོ་བསྡད་ཨ། བྱ་དང་ཆང་ལ་སོགས་པ་དེ་འདྲ་ཞིག་བཏུང་བསྡད་དེ་དེ་གི། ཨེ་ནི་ག་འདྲ་ཅིག་ཟ་བ་དང་བཏུང་བ་དེ་དེ་གི་བཤང་བ་དང་གཅི་བ་ལ་འགྲོ་བསྡད་ཅིག་གི་རྒྱུ་ཆ་རུ་བལྟ། ཞེས་ཡིད་དུ་འོང་བའི་ཟ་བ་དང་བཏུང་བ་སྐྱག་ཆིངས་ལ་བཟོ་མཁན་དེ་ལུས་འདི་རེད་འདུག་ག།

རྐང་གི་བར་དང། འདི་ལ་སྙིང་པོ་ཅི་ཡོད་ཅེས་བདག་ཉིད་ཀྱིས་ནི་བརྟག་པར་གྱིས། དེ་ལྟར་འབད་དེ་བཙལ་ཀྱང་ཏེ་ཁྱོད་ཀྱིས་སྙིང་པོ་མ་མཐོང་ན་ད་དུང་ཅིའི་ཕྱིར་ཆགས་ཚུལ་གྱིས་ཁྱོད་ནི་ལུས་འདི་སྲུང་བར་བྱེད། ཁྱོད་ཀྱིས་མི་བཟང་བཟར་མི་རུང་ཁྲག་ཀྱང་གཏོང་དུ་མི་རུང་ལ་བདུད་དུའང་ཞིག་ཏུ་མི་རུང་ན་ལུས་ཀྱིས་ཁྱོད་ལ་ཅི་ཞིག་བྱ། ཉིན་ན་བ་དང་བྱ་རྒོད་ཀྱི་ཟས་ཀྱི་དོན་དུ་འདི་སྲུང་རིགས།

བྱས་ཙང་ཀ། ངས་དེ་འདྲི། དྲན། དྲན་འདི་གི་ལ། ངས་མི་དེ་འདྲི་རྒྱ་མཚོའི་ཁ་དོ་བ་ཡོད་དེ་གི་དེ་འདྲི་ལ་ངས་བཤད་བཤད་མྱོང། ཧོ་ཨའི་དེ་བ་ངས་དེ་འདྲི་ལབ་མྱོང། ཅིག་རྒྱ། རུས་པའི་རིགས་ཁ་ཤས། མས། གོང་བ་དེ་བཏང། ཨེ་ནས་གོང་བ། བྱེ་མའི་དཀྱིལ་ལ་གོང་བ་དེ་སྦས། བྱེ་མ་ཀོང་དུང་ཞིག་དྲུད་དེ་ནང་ལ་གོང་བ་དེ་བཏང། ཨེ་ནས། མ། རུས་པའི་མ་དེ་ཐོན་འདུག་འདུག་ག། དེ་ནམ་ཡང་ཐུག་འཕྲད་ཀྱི་མི་འདུག་ག། ཟེར་ན་རི་བོའི་སྤུ་གུ་འདི་དེ་གོང་བ་དེ་ཁོ་ར་དུས་ཚོད་ཅིག་སྨིན་ཡོང་དུས་ཨེ་ནི་གོང་བ་དེ་སྡོད། ཨེ་ནི་རི་བོའི་སྤུ་གུ་ཆུང་ཆུང་རུ་ཅིག་གིས་ཁོ་ར་ཁོ་ར་རང་མགོ་བཏོན་ནས་ཕྱིན་པ་མ་གཏོགས། མའི་འོ་མ་འཐུང་ཡ་ཡོད་མ་རེད། འོ་ད་མས་སྲུང་སྐྱོབ་བྱེད་ཡ་མི་འདུག་ག། དཔེར་ཏེ། ནམ་ཡང་ཐུག་ཡ་མི་འདུག་ག། ས་དེ་ཚོའི་གྲས་ལ། མ་དེ་དང་རི་བོའི་སྤུ་གུ་དེ་མཉམ་འདོར་ལ་བཞག་པ་ཡིན་ན་ཕལ་ཆེར་བརྩེ་བ་ཡོད་མ་རེད་སེམས་ཀྱི་གཅིག་གཅིག་ལ་ཡ། ཁོ་སྒུག་ཡོད་མ་རེད། ཟེར་ད་དེ Biological Fact རེད།

ད་དེ་འདྲའི་བརྩེ་བ་དེ་ཕ་རོལ་པོའི་བྱ་སྤྱོད་ལ་བརྟེན་ཏེ་ཡོད་རེད། ས་ཕ་རོལ་པོའི་བྱ་བྱེད་དེ་འགྱུར་སོང་ན་བརྩེ་བ་དེ་བརླག་འགྲོ་འདུག་ད་ང་ཚོས་ཆོས་ཕྱོགས་ཀྱི་ཐོག་ནས་ད་བརྩེ་བ་བློ་སྦྱང་དགོས་རེད། ཟེར་དང་ཟེར་ཡག་གི་བརྩེ་བ་དེ་ཕ་རོལ་པོའི་བྱ་བྱེད་ལ་བརྟེན་པ་མིན་པ་རེ་དང། ཕ་རོལ་པོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་སྙམ་པ་ཡིན་པ། ཡང་ན་ནི་བརྩེ་བ་ཟད་དེ་ཡོན་ཏན་ཡོད་པ་ཞིག་བསྟན་ནས་འཚེ་བ་ཟད་དེ་སྐྱོན་ཡོད་པར་བསྟན་ནས་དེ་འདྲ་གི་ཐོག་ནས་ཨེ་ནི་གཞན་ལ་བརྩེ་བར་བྱེད་ཨ། གང་དག་རྒྱུ་མཚན་གྱི་བསམ་བློ་དང་ནི། སྦྱངས་པའི་སྟོབས་ཀྱིས་བསྐྱེད་པའི་བརྩེ་བ་ཅིག་ཁྱེད་དུ་དགའ། ལྷན་སྐྱེས་ཀྱི། ཅིག་བརྩེ་བ་ལས་ཡང་གཅིག།

ཟེར། ཁོ་ངེས་ཤེས་ལྟར་སྣང་གྲགས་ངན་དེ་ལ་ཁོ་ཡུལ་དམིགས་པར་བྱེ་བྲག་པ་གཅིག་ངེས་ཅན་འགོག་འདུག་བ། ཚེ་འདི་འདྲ་ཡིན་དུས་སེམས་ཅན་ཐམས་ཅད་ལ་དམིགས་མེད་སེམས་ཅན་ཐམས་ཅད་ལ་དམིགས་པའི་ཞེ་སྡང་སྐྱེག་དོགས་སྐྱེག་མི་འདུག་མི་འདུག་བ། སེམས་ཅན་ཐམས་ཅད་ལ་དམིགས་པའི་སྙིང་རྗེ་དང་བྱམས་པའི་བློ་སྐྱེ་ཐུ་ཡ་འདུག་བ། བློ་བཟང་དང་བཟང་དང་སྦྱངས་ཡོང་ན་གཅིག་དཔེ་དེ་འཚོ་བ་ཡོ་བ་རུ་གཅིག་ཡོང་ཡ་འདུག་བ། ཡང་སེམས་ཅན་ཐམས་ཅད་ལ་དམིགས་པའི་ཞེ་སྡང་སྦྱང་གི་ཡིན་ན། ཁོང་ཁྲོ་སྦྱང་གི་ཡིན་ན། སྐྱེས་པ་དང་སྐྱེས་མི་འདུག། ཏུ་བསམ་དང་ཅིས་མི་འདུག། ཞེ་སྡང་དང་ཁོང་ཁྲོ་སྐྱེ་སེ་དེ་ཡུལ་བྱེ་བྲག་པ་གཅིག་གི་མཛུག་རྫོགས་སུ་གོ་འདུག། ཁོ་ད་ག་སོག་རི་བོ་ཀའི་དམིགས་གཏད་བྱེ་བྲག་པ་གཅིག་གོ་འདུག།

དབུ་མའི་གཞུང་ནས་གསུང་བཤད་པའི་བདེན་འཛིན་དུ་མཚུངས་ལྡན་དུ་སོང་བའི་ཉོན་མོངས་དང་དེའི་དབྱེ་བ་ཕྱེ་ཡོད་དུས། མངོན་པ་ནས་བཤད་པའི་གང་ཟག་རང་རྒྱུད་ཐུབ་པའི་རྫས་ཡོད་དུ་འཛིན་པའི་འཛིན་པས་དྲངས་པའི་ཉོན་མོངས་དམིགས་རྣམ་ཅན་གྱི་ཉོན་མོངས་ས་ཡ་ཞེས་དམིགས་རྣམ་ས་ཡ་ཞེས་གསུང་གི་འདུག་བ། ད་དེའི་དེ་སང་སང་བ་ཞིབ་བཏང་དགོས་ཞེས་རེ་བཞག་དཔེ་ཆ་ནས་གསུང་བཤད་པ་དེའི་རེ་ཆད་ཨེ་ན་སོ་སོའི་ཉམས་མྱོང་ལས་འགྲིག་གི་འགྲིག་གི་རེད་འདུག་བསམ་བཏང་ནས་དཔྱད་དགོས་རེ་བཞག་བྱས་སང་ཀ། དེ་བཞིན་དུ་སྙིང་རྗེ་ལས། བྱམས་པ་དང་སྙིང་རྗེ་ཕལ་ཆེར་དེ་ཡིན་པ་འདྲ། ཆགས་སེམས་འདྲེས་པའི་སྙིང་རྗེ་ཆགས་སེམས་འདྲེས་པའི་བྱམས་པ། འདི་ཕལ་ཆེར། ཡང་ཤེས་རབ་ཉོན་མོངས་ཅན་འདྲ་བ་གཅིག་ཡོང་གི་ཡོད་ས་རེད། དེ་འདྲ་ཡིན་དུས་ཙང་ནས། དེ་ག་ས་ཞོག་གི་དེ། ཉོན་མོངས་ཅན་གྱི་སྙིང་རྗེ་བཞག་གི་འདུག་ཨ། ཡོད་དང་སྙིང་རྗེ་རང་སྟེ་དགེ་སེམས་ཆགས་ཡོང་དགོས་ར་བ་དང་ཉོན་མོངས་ཅན་གྱི་སྙིང་རྗེ་ཡོད་བདེ་བ་ཅན་གྱི་ཉོན་མོངས་ཅན་གྱི་བྱམས་པ་ཡོད་ཆོག་གོ་ར་བ་ཉོན་མོངས་ཅན་གྱི་དད་པ་ཡོད་ཆོག་གོ་ར་བ། དེའི་ཉོན་མོངས་ཅན་ཡིན་མིན་ཟེར་ཡ་དེ་ད་བོད་ཀྱི་ཤེས་རབ་ཉོན་མོངས་ཅན་ལ་འབྲེལ་བ་ཡོད་མེད་ད་དེ་ཕལ་ཆེར་ཆགས་ཀྱི་འདུག་རྒྱལ་ལ་སོགས་ལ་ཆགས་པ་ཁྲགས་སེར་ཅན་ནས་ང་ཚོ་སྔོན་ཐོག་རྒྱལ་ནང་གི་ཚིག་དེ་གིས་རྒྱལ་བ་ལ་དམིགས་པའི་དད་པ་རྒྱལ་བ་ལ་དམིགས་པའི་ཆགས་པ་བདེན་འཛིན་དང་བཅས་པ་ཡིན་ན་ཆགས་པ་ཕྲ་མོ་ཟེར་ཤེས་ཀྱི་འདུག

གོས་ལ་སོགས་པ་མི་སྦྱིན་ན། ལུས་འདི་སྨྱོས་ཀྱང་གཞན་འགྲོགས་ན་ཁྱོད་སྐུ་ཅི་སྟེ་ཤ་ཚང་སོ། འདི་ལ་སླ་ངན་བྱེད་ནས་ནི་ད་ནི་རང་གི་དོན་བྱེད་ཆུག། ལུས་འདི། སོགས་བྱས་ནས། གཙོ་བོ་ལུས་འདི་ལ་བརྟེན་པའི་ཕྱིར་དུ་རྣམ་འབྱེད་ཀྱི་ཤེས་རབ། ད་ག་ན་ཞིག་གིས་མིའི་ལུས། ཅིག་སོགས་ཤེལ་ཨེ་ན་མེ་ལ་བྱ་སྟེ། སྤྱི་ཚོགས་དང་འབྲེལ། ད་ག་སོགས་རེད། སྲོག་ཆགས་ཆགས་འདུག་བ། ཁོས་སྤྱི་ཚོགས་དང་ཚོགས་པ་དང་འདྲེས་སྲོག་ཆགས་ཆགས་ཡོད་དུས། ཚོགས་པས་རང་ཉིད་རང་རང་སོ་སོ་འཚོ་ཡག་དེ་ཚོགས་པ་ལ་ཏན་ཏིག་འདུག་ས་དེ་འདྲ་ཡིན་དུས། ཁོས་རང་གི་ངང་གིས་ཚོགས་པ་དེའི་ནང་ཚོགས་པ་ལ་གཏན་ནས་འཚོ་དགའ་བཞིན་དུས་གཅིག་གིས་སྙིང་ཅིག་བྱང་ཡག་དེ། ཚོགས་མི་དེའི་སྡེ་ངས་ལ་སྙིང་ཅིག་བྱང་ཡག་དེ་ལས་སླ་ཡོད་བཟོ་རུ་བྱེད།

ཕན་པ་མེད་པ་འདི་ལ་ནི་ཐམས་ཅད་འཇིགས་པར་མི་བྱའོ། འགྲོ་དང་འོང་བའི་རྟེན་ཙམ་དུ་ལུས་ལ་གྲུ་ཡི་བློ་བཞག་སྟེ། སེམས་ཅན་རྣམས་དོན་གྲུབ་པའི་ཕྱིར་ཡིད་བཞིན་སྐྱེས་ནས་ལུས་སུ་འགྱུར། དེ་ལྟར་རང་དབང་ཡོད་ཀྱིས་ཏེ་རྟག་ཏུ་འཛུམ་པའི་བཞིན་དུ་གྱིས། མ་དག་འདི་རེ་བཞག། ད་དེ་ལྟར་བློ་རྒྱ་ཆེན་པོ་ཅིག་བྱ། ཨེ་ནས་བྱམས་པ་དང་སྙིང་རྗེའི་བློ་དེ་དེ་ཅིག་བསྒོམས་ནས་ཡུངས་འབྲུ་བཙགས་ནས་འོ་ད་རྟེན་འབྱུང་གི་ལྟ་བའི་ཐོག་ནས་བློ་དེ Holistic ཟེར་བའི་ཕྱོགས་ཡོངས་དུ་མཐོང་ལྡན་ངེས་ཀྱི་བློ་ཞིག་བྱ། ས་ཕྱོགས་ཡོངས་མཐོང་ལྡན་ངེས་ཀྱི་བློ་དེ་གི་དམིགས་གཏད་བྱེ་བྲག་པ་ཁུག་ཏོ་ལྷུག་ཏུ་བཏང་གི་འདུག་བ། ཤེས་སོང་ངམ།